དེ་ནས། སྤྱི་འཐུས་གཅིག་གིས་ད། བཀའ་མོལ་གནང་ཕྱོགས་དང་འབྲེལ་ནས་ང་ཚོར་སྐད་ཆ་མང་པོ་ཞིག་བཤད་དགོས་ཡག་གནས་སྟངས་ཀྱི་ཆགས་ཡོད་རེད། ཁ་ཚོན་དམ་པོ་ཡིན་ནས་བསམ་བློ་ལ་བདེན་ཁོ་ཐུ་ཡོད། སྤྱི་འཐུས་གང་ཟག་སྐྱོན་འཛུགས་བྱེད་མཁན་དེ་ཉིད་ཀྱི་དཔང་རྟགས་ར་སྤྲོད་སེར་པོ་ཞིག་བྱེད་བཞག་པ་ཡིན་ན་ང་ཚོ་ནམ་མཁའ་གཡའ་དག་ས་ཀྱི་འུར་ཚགས་ཆགས་ཚར་རེད། ད་ད་ལྟ་སྐད་ཆ་བགྲོ་གླེང་ག་རེ་བྱས་ཡོད་ད། སྐྱོན་བཙུགས་མཁན་དེ་གི་དཔང་རྟགས་བསྟན་དགོས་གོ་ར། དཔའ་སྟོན་ཚུགས་ཚུགས་ཁྱོད། ཅུན་ཏི་ཟླ་བ་འཕེན་བྱེད་ཀྱི་དཔང་རྟགས་བསྟན་དགོས་པར་གདའ། ཅུན་ཏི་དེ་ལ་དཔང་རྟགས་བསྟན་རྒྱུ་ཡོད་ན་ཁོ་ཕོ་ཆོ་ག་རེད་གདའ། ངས་ཉི་མ་དེ་རིང་བཟོས་འདི་ཁྱོད་ལ་ཕྱག་འཚལ་དགོས་དམ་ཚགས་ཆུག་གི། དཔང་རྟགས་བསྟན་གྱི་མེད་ན་རྒྱ་ནག་དམར་པོ་གཞུང་གི་ལས་ཀ་ལེན་མཁན་དེ་ཅུན་ཏི་ཟླ་བ་འཕེན་བྱེད་རེད་གདའ། དེ་རྒྱ་བལ་ཡི་གེའི་ནང་པོ་དཔང་བཙོག་ངས་སྐད་ཆ་འདང་བཤད་གི་རེད་གདའ། ད་གཏོར་སོང་ཨ།

གཉིས་པ་དེ་བདེ་སྲུང་བཀའ་བླང་རེད་ད་བདེ་སྲུང་བཀའ་བླང་ག་རེ་བྱེད་དགོས་ཡོད་རེད། ཁ་ཚང་དང་པོ་སྐད་ཆ་ག་རེ་བཤད་ཡོད་རེད། ཀ་ལི་ཀ་ཐག་གི་རྒྱ་ནག་གཞུང་ཚང་ཁང་གི་མི་སྣ་དེ་ཀུ་རུ་ཅུན་ཏི་དེ་ད་ས་ལུ་ག་ར་ལ་ཐུག་འཕྲད་བྱུང་བའི་གནས་ཚུལ་གྱི་བྱུང་རེད་ལ་རེད་ད་ས་ལུ་ག་ར་ལ་རེད་ད། ད་དེ་རིང་མེ་བར་ལ་ཡག་གི་མགྲོན་ཁང་དེ་སྐད་ཆ་དེ་སླེབས་སོང་ཨང། དེ་མགྲོན་ཁང་དུ་ཡོད་ས་དེ་ང་ཡང་འགྲོ་མྱོང་ཡོད་ད་ན་ལ། དེ་ས་ལུ་ག་ལ་ར་ཡོད་མ་རེད་ད། སྐད་ཆ་ག་རེ་རེད་ཚེ་མཐོང་ཚེ་ཡིན་ཚེ་མིན་ཚེ།

སྨྱུག་འདྲ་དེ་སུ་ལ་འགོག་གི་ཡོད་རེད། ག་རེ་བྱེད་ནས་བཟོ་གི་ཡོད་རེད། འགན་ག་རེ་བྱེད་ནས་འཁུར་གི་ཡོད་མ་རེད་བདེ་སྲུང་སྒང་ལངས་མཁན། དོ་བདག་སྤྱི་འཐུས་དེ་ལ་ཁ་ཚོན་སྐད་ཆ་ཐུག་པ་སྙམ་ལ་དེ་འདྲི་ཤེས་ཡག་གི་སྤོབས་པ་དེ་ག་ནས་སླེབས་རེད། དེ་ཚོར་འདྲི་ཤེས་གཙང་མ་རྒྱག་དགོས་གོ་ར། མཛད་ཁུལ་དེ་ཚོར་འདྲི་ཤེས་ཆུད་ནས་མེད་ལ་ང་རང་ཚོར་སྐད་ཆ་བཤད་དེ་ན་ཕན་ཐོགས་ཡོད་མ་རེད་དེ་རང་ང་རང་ཚོ་ལ་ག་རེ་བཤད་ཡོད་རེད་ད། གཅིག་ལ་ཡིད་ཆེས་ཡོད་ལ་ཡ་རེད་གཅིག་ལ་རྒྱབ་སྐྱོར་ཡོད་ལ་དེ་གིས་ཕན་ཐོགས་ཕན་ཐོགས་གི་མ་ར་ད། དགའ་ཚ་མར་དགའ། སྐུ་བཙུ་ཡག་གནས་ཚུལ་མར་དགའ་གྲུ་བཙུ་ཡག་གནས་ཚུལ་མར་དགའ་དེ་ཚོ་ལས་ཚབ་ཁྱི་ཚེ་ཁྱག་ཚར་དགའ། སེར་པོ་སེར་ཆང་ཤེས་སྒོར་འདི་ནང་དགའ། དཀའ་སྡུག་དགའ་མཚམས་ག་ནི་ག་ནི་ག་ག་ནི་ག་བ་ག་བ་ག་ལ་ཁྲིད་སོང། དེ་ཡིས་ཤེས་ཡ་མེད་ན་ལས་སླ་བ་རྩ་བ་ཉིད་ནས་ཡོང་གི་མར་དགའ། ལས་སླ་བ་རྩ་བ་ཉིད་ནས་ཡོང་མར་དགའ་འདི། ད་ངས་གོང་དུ་གསུངས་སོང་ད་ལྟ་མི་ལྔ་བརྒྱ་ཡོད་ལ་གོ་རེ། སྐད་འབོད་རྒྱ་ནས་ཡོང་མི་འཐོར་མཁན་དེ་ནི་མར་དགའ་ཡོར་དགའ། ད་འུ་ཐུག་ཡ་ཡོར་དགའ་མི་ལ། ག་དུས་ཡིན་ན་ཤོག་ཁག་གཅིག་གིས་གཅིག་ག་ཡིན་ན་བྱེད་ཆུ་ཆུ། དགའ་ལྡན་ཕོ་བྲང་ནས་བཙོང་སྟེ་འཛི་ཤོང་བཀའ་ཤག་ནས་བཟུང་ཚང་མ་ང་ཚོ་ཡིན་མདོག་མདོག། ཨ་མ་ཡིན་ཤག་ནུ་མ་ཡིན་ནུ་ཤག་ཅང་ཅང་བྱས་ནས་སྤྱི་ཚོགས་དུ་ལོག་སྟོབས་ནག་ཐེར་དཀྲུགས་སོང་ད། མི་ལ་འུ་ཐུག་ཡ་ཡོར་ད། མི་ལྔ་བརྒྱ་ག་ར་ཧ་ལས་ཡག་རེད་མི་སྟོང་ཕྲག་ལྔ་འཛོམས་ཡ་ལ་ལས་སླ་བར་ད། མི་དཀར་པོ་ལ་ཤ་ནག་པོ་ནམ་ཡང་བསྐོན་ཐུག་མར་ད། བདེ་སྲུང་བཀའ་བླང་དང་དོ་བདག་བཅུ་འདི་ཟླ་བ་ཚེ་རིང་ཟླ་བ་ཕུན་ཆེ་གཉིས་ཀྱིས་ད་ལྟ་རང་ས་སྐྱེས་བྱེད་དགོས་ཡོད་མ་གཏོགས་འདི་རྩ་བ་ཉིད་ནས་ཁས་ལེན་ཐུབ་ཡག་ནི་མ་རེད་ད་ཁས་ཀྱི་མི་འདའ་ཨ་སི། སྤྱི་བཏང་གི་ད་རེས་གོང་དུ་གསུངས་པ་ནང་བཞིན་རེད་གནས་ཚུལ་འདིར་དེ་ག་ཚད་རེད་མི་འདུག་འཆར་གཞི་ཡོད་པ་གོ་རིམ་ཡོད་པ། རྒྱུ་མཚན་མང་པོ་གཅིག་དང་ཁ་ཤས་ཀྱི་འོག་མིན་ན་འགན་འཁོར་འབད་དེ་འགྲོ་མ་ཐབས་ངེས་དེ་སོགས་མགོ་སྐོར་བཏང་ནས་སུ་ཁྲིད་ཡོང་ན་ཡག་སྐད་ཀྱེ་རྒྱལ་གྱིས་ཁ་ཤས་ཀྱི་ནང་ལོགས་ནས་མ་ཉོ་གྲྭ་བཟོ